ང་ཚོ་གི་ནང་ཆོས་ནང་ནས་ཐབས་ཤེས་ཟུང་འབྲེལ་ཞིག་འདུག་ཨ། ཕྱོགས་གཅིག་ནས་སེམས་བཟང་པོ་དང་ཕྱོགས་གཅིག་ནས་ཀླད་པ་བེད་སྤྱོད་བཏང་ཟེར་བར་ལྟ། བྱེད་དུས་ཀླད་པ་བེད་སྤྱོད་བཏང་ཟེར་དུས་ཁྱོད་རང་སེམས་བཟང་པོ་ཡོད་ཟེར་ལབ་ནས་བྱབ་ཆུང་འདི་འདྲ་བྱེད་བསྡད་ན་དེ་ལྐུགས་པ་རེད་དེ། ཕན་ཐོགས་མེད་གི་འདི་འདྲ་བྱེད་བསྡད་ན། ཁྱོད་རང་སེམས་བཟང་པོ་ཡོད་རེད་དེ་ཡིན་ནའི་ད་སྟབས་མ་ཡག་བ་ཅིག་ལ་ཁོར་ཡུག་ཁོ་རང་ནང་ལ་ཁྱོད་རང་སེམས་བཟང་པོ་འགྲོ་རྐྱང་རྐྱང་བྱེད་ན་ཚང་མས་ཀྱི་ཁྱོད་རང། ཐུབ་ཚོད་བཏང་ས་དང་ལས་ཀ་སྐུལ་ས་དང་མཐོང་ཆུང་བྱེད་ས་དེ་འདྲ་ཡིན་ན། དེ་སྐབས་ལ། དེ་བྱེད་རྒྱུ་ཡོད་མ་རེད། ཁ་ཚང། ཁ་ཚང་ཁ་བ་ཡིན་ན་ད་དེ་ལུང་དེ་དྲག་དཔེ་ན་དཔེ་བདེ་ཤག་ཡོད་རེད། ཤིང་རྗེས་དྲང་པོ་བཟང་ན་ཡང་དགའ་ཤིང་མཆོག་པོ་ཅི་ལས་བཟང་ཟེར་ལབ་རེད། སྤྱི་བཏང་ཤིང་ཡིན་འདུག་ཟེར་སྐྱེས་དེ་དུས་ཤིང་དཔེ་དེ་སྒྲུང་སྒྲུང་ཁབ་ཏུ་ཡོད་ན། སྤྱི་ལས་བཟང་ཟེར་དཔེ་ཡག་པོ་རེད་བ་མོ་ཤིང་དེ་ཡག་ལ་སྒྲུང་པོ་ཞིབ་ཏུ་ཁབ་ཏུ་རེད་དོ་བ། དགའ་བོ་བྱེད་ཀྱི་རེད་བ། ཡིན་ན་ཡང་གཏར་དགའ་བཟོས་ཡ་ཡིན་ན། དགའ་ཤིང་ཟེར་དུས་གཏར་དགའ་བཟོས་ཡ་ཡིན་ན་ཤིང་དེ་ཕན་གྱི་མ་རེད་ཟེར་ལབ་རེད་དང་པོ་ནས་ཆོག་ཆོག་ཆེ་ང་ཚོ་གས་དཔེ་ཆ་རྣམས་ལ་འགུངས་འདེམས་འགུངས་ཟེར་ཞོར་བ་མོ་དེ་འདྲས་མ་འཁྲུལ་ཡོང་ངོ། དེ་དགའ་ཤིང་དགའ་ཤིང་མཆོག་པོ་སྤྱི་ལས་བཟང་ཟེར་དུས་གཏར་དགའ་བཟོས་ཡ་ཡིན་ན་ཤིང་དེ་ཕན་གྱི་མ་རེད་ཤིང་དང་པོ་ནས་ཅོག་ཅོག་ཡིན་ངེས་ཀྱི་དགོས་རེད་ཟེར་ལབ་རེད། ཨོ་དེ་ནང་བཞིན་རང་བཞིན་དྲང་ན་བཟང་མོད་ཀྱང། སྤྱི་བཏང་དྲང་པོ་བྱས་ཏེ་ཡག་པོ་རེད། ཡིན་ནམ་པ་རུག་པ་རུག་ལ་གནས་སྟངས་ལ་བལྟས་ནས་ཁྱོགས་སེ་བྱེད་དགོས་ཡོད་རེད་ཟེར་བ་རེད་ཀུན་སློང་སྡུག་ཅག་མ་ཡིན་པ་བྱེད། ཁོ་ལ་མགོ་སྐོར་བཏང་ཡང་དེ་འདྲས་མ་ཡིན་པ་བྱེད། ནི་ཁོ་བྱེད་སྟངས་ལ་བལྟས་ནས་ཁྱོགས་སེ་བྱེད་དགོས་དེ་འདྲས་ཡོད་རེད། རང་བཞིན་དྲང་ན་བཟང་མོད་ཀྱང་རེ་འགའ་འདེམས་པོ་རྒྱལ་བས་གསུངས་ཟེར་པ་རུག་པ་རུག་ཁྱོགས་སེ་བྱེད་དགོས། འདེམས་པོ་ཟེར་དུས་ཁྱོགས་སེ་བྱེད་དགོས་ཡོད་རེད་ཟེར་དེ་མ་བྱས་ནས་ག་རེ་ཟེར་ན། ཁྱོད་རང་དེ་འདྲས་ཀྱི་ཀླད་པ་བེད་སྤྱོད་བཏང་མ་ཤེས་ཅེས་ནས་ཅིག་ག་རེ་བྱེད་ན་བེད་ཆེ་ཟེར་ནས་བསྡད་བསྡད་ན། ད་བྱང་ཆུབ་སེམས་དཔའ་རི་ཞི་བུ་ཡིན་ན་ནི་གང་ཞིག་དེ་འདྲས་ནི་མ་རུང་བ་ང་ཚོ། དེ་བྱས་ན་སྐྱོན་ག་རེ་ཟེར་ན་ཤིང་དཔལ་འཇམ་མོ་འཇམ་མོ་ཞེས་ཀུན་གྱིས་བསྟན་དུ་མི་བྱེད་དམ་ཟེར་ལབ་རེད། སྤྲིན་པས་དུ་བ། སྤྲིན་པས་དུ་སོ་ཀོ་ཀྲོན། ཀོ་ཀྲོན་ནི་སོ soft so nice ལབ་གི་འདུག་བ we do say ཀོ་ཀྲོན་ནི་སོ soft so nice where do we use that།

དེ་མང་པོ་གཅིག་གིས་དེ་གོ་རྟོགས་དེ་མ་རྙེད་པ་ཡིན་ཙང་ཚད་མེད་ཞི་བ་དང་བྱམས་སྙིང་རྗེ་ཟེར་དེ་དག་མི་འཇོན་ཐང་ཞེ་དྲག་མེད་མཁན་བློ་བག་ཞེ་དྲག་མེད་མཁན་ལུང་པ་ཤོར་ལྡན་གྱིས་དེ་འདྲ་བྱེད་རྒྱུ་སུ་བྱེད་ཀྱི་བསམ་བློ་བྱས་བཏང་གི་ཡོད་རེད་བ། དེ་མ་རེད། བློ་ཁོག་དངོས་གནས་དེ་བྱམས་སྙིང་རྗེ་དང་ཚད་མེད་ཞི་བ་ལག་ལེན་བསྟར་མཁན་དེ་ཚོ་ལ་བློ་ཁོག་དགོས་རེད་སློབ་སྦྱོང་དགོས་རེད། རེད་བ། ཚད་མེད་ཞི་བ་ཟེར་དུས་ཚད་པ་མེད་པ་ཙམ་ལ་ཚད་མེད་ཞི་བ་ཟེར་དགོས་མ་རེད། དཔེར་ན་ངེད་མདུན་གྱི་རྒྱ་ཅོག་འདི། འདི་གིས་སུ་གང་ལ་འཚེ་བ་བྱེད་ཀྱི་མི་འདུག་བ། ཅི་སྟེ་ཁོ་འཚེ་མེད་ཞི་བ་ལག་ལེན་བསྟར་གྱི་འདུག་ཟེར་ཡས་མར་ཁོ་ལ་ག་ཚད་ཁོ་ལ་བྱམས་སྙིང་རྗེ་མེད་བ། འཚེ་མེད་ཞི་བ་འདི་བྱམས་སྙིང་རྗེ་གི་དབང་གིས་ཨེ་ན་བས་འདི་སོ་སོ་ལ་ནུས་པ་ཡོད་ན་ཡང་གཞན་ལ་འཚེ་བ་མ་བྱེད་པར་དེ་ལ་འཚེ་མེད་ཞི་བ་ཟེར་ལབ་གི་ཡོད་རེད་བ། བྱེད་དུས་ཏཱ་མ་ཏཱ་མ་གཱན་དཱི་རེད་ནེལ་སན་མན་དྲེ་ལཱ་རེད། དེ་ནས་དེས་མན་ཀྲུ་ཀྲུ་རེད་རྒྱ་བ་རིན་པོ་ཆེན་རེད་རེད་བ་དེ་ཚོ་མང་པོ་བྱེད་ཀྱི་བས་དེ་སངས་རྒྱས་བཅོམ་ལྡན་འདས་རེད་དེ་ཚོ་ཀྱིས་གོ་མཚོན་དེ་ཚོ་ཁྱོད་ནས་མེད་པ་བྱས་བྱས་ནས། ཁབ་སྟེགས་ལྕགས་ཀྱི་ཡོར་བ། ད་མི་རྣམ་དཔྱོད་ཅན་མང་པོ་གཅིག་གིས་དེང་སང་གི་དུས་ཚོད་ལ་ལག་ཆ་བེད་སྤྱོད་བཏང་ནས་དབང་བསྒྱུར་བྱེད་དུས་ཚོད་མ་རེད། དེང་སང་དུས་ཚོད་འདི་བསམ་བློ་བེད་སྤྱོད་བཏང་ནས། བསམ་བློ་བེད་སྤྱོད་བཏང་ནས་དབང་བསྒྱུར་བྱེད་དུས་ཚོད་རེད་ཟེར་གོ་རེད་མི་བསམ་བློ་ཅན་མང་པོ་གིས། དེ་འདྲའི་འདུག་རྒྱ་བ་རིན་པོ་ཆེན་གྱི་དགོངས་པ་བསམ་བློ། དགོངས་པ། དེའི་ཐོག་ནས་ད་འཛམ་བུ་གླིང་དབང་བསྒྱུར་བྱེད་ཀྱི་ཡོད་ཟེར་ལབ་ཀྱི་ཡོད་རེད་མང་པོ་ཅིག། དཔེར་ན་ང་ཚོའི་བོད་པ་ལ་ཁས་མེད་བ་མི་ཉུང་ཉུང་ཞིག་ཡོད་ཅིག་རེད་ཀི། དེས་ན་ད་ལྟ་ཡང་འཛམ་བུ་གླིང་ནང་ལ་ཚང་མས་ཀྱི་ཆ་འཇོག་བྱས་ཏེ། US Congress འདི་ཚོ་བས་རྡ་རམ་ས་ལའི་ཡུང་ནས་རྒྱ་བོར་མོ་ཅན་བྱེད་ཁ་ཕར་འགྲོ་ཡི་དེ་འདྲའི་ལུང་པ་ག་བ་ཡོད་རེད་དེ་འདྲའི། རང་དབང་མེད་མཁན་གྱི་ལུང་པ་དེ་འདྲའི་ག་བ་ཡོད་རེད་དེ་འདྲའི། དེ་ཚོ་ཚང་མ་བྱམས་སྙིང་རྗེ་དང་ཡ་རབས་སྤྱོད་བཟང་ཨེ་ནས་བས་ཏེ་དེ་འདྲའི་གི་བཀའ་སློབ་མུ་མཐུད་ནས་གནང་སྟེ་དེ་འཛམ་བུ་གླིང་ལ་གོ་གི་ཡོད་ཙང་འདི་ཆེ་མཐོང་སྤྲད་ཀྱི་ཡོད་རེད་དེ་སྤྲད་ནས་ཕར་ཡོང་དུས་ཨེ་ནས། རྒྱ་མི་ལ་ལན་ཚང་མ་དེ་ནི་རྒྱ་བས་འགོ་འདོགས་བ། གསལ་བོ་བྱས་ནས་ད་ལྟ་ཨ་མི་རི་ཀ་གི་ཀོང་རེ་སུ་སླེབས་དུས་གསལ་བོ་བྱས་ནས་ལབ་སོང་བ་ལོ་རྒྱུས་ནང་ལ་བལྟ་ཡོང་དུས་བོད་དེ་རྒྱ་ནག་གི་ཆ་ཤས་ཡིན་པའི་གི་སྐད་ཆ་ཚིག་གཅིག་རྙེད་གི་མི་འདུག། ཁུངས་སྐྱེལ་མི་འདུག་ཟེར་ལབ་གི་འདུག་བ། དེ་འདྲའི་ཡོན་ཏན་དཔེ་དེ་རྒྱུ་མཚན་མེད་པའི་ཐོག་ནས་བོད་ལ་མི་མཐུད་ནས་ཅིག་གི་རྒྱ་མི་གི་ནི་ཁྱབ་བསྒྲགས་རྫུན་མ་བྱས་དེ་ཡ་རབས་དང་དབང་བསྒྱུར་བྱས་དེ་དེ་ལ་དཔེ་ཏག་ཏག་ཏག་ཏག་དུས་དུས་ལན་རྒྱབ་ཐུབ་པ་དགོས་གི་འདུག་དེ་ང་ཚོས་ལན་རྒྱབ་གི་ཡིན། དེ་འདྲའི་ལོག་གི་འདུག་བ་ཁྱོད་ཚོ་བསྒྲགས་གཏམ་དེ་ཚོ་ཡག་པོ་ཅིག་ཀློག་དང་དེ་འདྲའི་འདུག་བ། ཅིག་དུས་ད་བདེན་པ་ཟིན་དེ་ཁོ་དེ་རེད་བ། ཟིག་ཅིག་ཡོད་རེད་ད་དུས། ཅིག། དེ་ནུས་པ་མེད་བ་དང་འཇོན་ཐང་མེད་པའི་སྐད་ཆ་མ་རེད་ད། ད། Violence། དང་དྲག་པོ་དེ་སུས་བེད་སྤྱོད་གཏང་གི་རེད་ཟེར་ན་མི་བློ་ཁོག་མེད་མཁན། རྒྱུ་མཚན་མེད་མཁན། དྲང་བདེན་མེད་མཁན། དཔེར་ན་ཆ་ཤས་ན་ང་གཉིས་གཉིས་ང་གཉིས་གཉིས་འདྲ་བོ་ཅིག་རྩེད་ཤོར་བ་ཡིན་ན། ད། ད་མོ་རང་ལ་རྒྱུ་མཚན་ཆ་ཚང་ཡོད་པ་བྱས། ང་ལ་རྒྱུ་མཚན་མེད་ན། ད་ཁྱེད་རང་གིས་རྒྱུ་མཚན་ཚང་མ་བཤད་ཡོང་དུས་ད་ང་ལ་རྒྱུ་མཚན་བཤད་ཡོད་མ་རེད་བ་ནི་ང་གར་སྐྱེ་བ་རེད། ནས་འབོ་རྡོལ་ཤི་བ་རེད། དེ་མ་གཏོགས་ང་ལ་བཤད་ཡས་ཡོད་མ་རེད་བ། རེད་བ། སོ་སོ་རྒྱུ་མཚན་བཤད་ཡས་མེད་མཁན་དྲང་བདེན་མེད་མཁན་དེ་གས་ནི་གར་སྐྱེ་ལམ་སང་ནི་ཁྲི་དང་མེ་མདའ་སྟོན་ཡས་དེ་རེད། རྒྱུ་མཚན་ཡོད་ན་དེ་བྱེད་དགོས་མི་འདུག་བ། ད་ཁྱོད་ར་སྤྲོ་མ་ལངས་གཉིས་བཤད་དགོས་ཟེར་ང་རྒྱུ་མཚན་ཡོད་ཟེར་འདུག་ཟེར་ཡིན་ཟེར་བཤད་འདུག་བ། འོ་དེ་འདྲས་གི་བྱེད་པར་འདུག་བ། འོ་བྱས་ཙང་ད་ལྟ་འདི། འཛམ་བུ་གླིང་ནང་ལ་དཔོན་པོ་དེ་འདྲས་མང་པོ་རྒྱུ་མཚན་དང་དེ་འདྲས་བསམ་བློ་མ་བཏང་གི་བྱམས་སྙིང་རྗེ་བསམ་བློ་མ་བཏང་གི་ཚང་མ་རྡུལ་ཕྲན་སོན་ཆས་རྐྱང་རྐྱང་སོན་འདེགས་འདུག་མང་ཆེ་བ་དེ་འདྲས་རེད་ད། འགྲིགས་སོང་ཨ། དེ་ནི་ག་རེད་ད་འགྲིགས་སོང་ཨེ། ཨོ། ཨ་དེ་ཚོ་འདྲ་བོ་འདྲ་བོ་རེད། སྐྱབས་མགོན་རིན་པོ་ཆེ་འགས་ད་ལྟ་ནང་ཆོས་འདི་ལ་དུམ་བུ་གསུམ་བྱས་ནས་ནང་པའི་ཆོས། ནང་པའི་ལྟ་གྲུབ་ནང་པའི་ཚན་རིག་གསུམ་བྱས་ནས་ནང་པའི་ལྟ་གྲུབ་དང་ནང་པའི་ཚན་རིག་དེ་སུ་ཡིན་ནམ་ཚང་མ་ལ་ཕན་ཡས་སུ་ཡིན་ནམ་སློབ་སྦྱོང་བྱས་ཆོག་ཡས་དེ་འདྲས་རེད་ལབ་ཡིན་དུས་ད་ནང་པའི་ལྟ་གྲུབ་ལས་དང་ནང་པའི་ཚན་རིག་ལས་བལྟས་ནས་ཨེ་ནས་ཡང་རབས་བཟང་སྤྱོད་སྤེལ་དེ་ཏག་ཏག་འགྲོ་གི་ཡོད་རེད་ཐང་ཅིག་ང་ཚོ་ཡ་རབས་བཟང་སྤྱོད་དེ་ཆོས་ལུགས་མ་བསྟན་བཟང་སྤྱོད་ལབ་དུས་ཡ་རྒྱུ་མཚན་བེད་སྤྱོད་བཏང་ནས་ཟེར་ལབ་ཡིན་པ། ཚན་རིག་གི་ཉེས་དོན་དང་ཨེ་ནས་ཐུན་མོང་གི་ཉམས་མྱོང་དང། དུ་གཙོ་གཞིར་བཞག་ནས་སྤེལ་དགོས་རེད་ཟེར་ཡོང་དུས་ལྟ་དེ། ནང་པའི་གི་ཚན་རིག་དང་ནང་པའི་ལྟ་གྲུབ་ཚང་མ་དེ་གི་ལྟ་རྒྱབ་འཇུངས་ལ་འགྲོ་གི་ཡོད་རེད་དེ་ནང་ལ་ཨེ་ནི་ཨེ་མོ་ཤི་ནལ་རེ་གུ་ལ་ཤི་ཟེར་དུས་སོ་སོ་གི་སེམས་གི་སྟངས་འཛིན་བྱེད་དུས་སུ་ཚང་མ་ད་སེམས་སེམས་བྱུང་དང་ཉོང་མོངས་གི་རྣམ་གཞག་དུས་སུ་ཚང་མ་ནང་པའི་ལྟ་གྲུབ་དུས་སུ་ན་ཤེས་ཡོང་གི་འདུག་བ།